ཚང་མ་ལ་བཀྲ་ཤིས་ལད། ནི། ད་ངའི་བརྙན་ཐུང་རྙིང་བ་དེ་ནང་ལོགས་ལ། ཀླད་པའི་གི་ངོ་སྤྲོད། ང་ཚོའི་མིག་གི་ཀླད་པའི་ངོ་སྤྲོད་མདོར་བསྡུས་ཅིག་བྱས་ཡིན། ནི། ད་ང་ཚོའི་མིག་གི་ཀླད་པའི་སྐོར་ལ། གཞི་རིམ་གི་གནས་ཚུལ་ཁ་ཤས་བྱེད་རོགས། ད་ང་ཚོའི་མིའི་ཀླད་པ་དེ། ཀེ་ལོ་གཅིག་དང་ཕྱེད་ཀ། ཡན་ཡོད་འདི་བ་ཅིག་ཡོད་རེད། ནི། ད་འདི་དངོས་ལ་བརྙན་ཐུང་དང་པོ་ནང་ལོགས་ལ་ངེད་ཀྱི། དབང་རྩ་ཁྲ་གཟུགས་ལ་ནི་ཆེད་ལས་ཀྱི་ཕྲ་ཕུང་དབང་རྩ་མ་ལགས། དེའི་སྐོར་ལ་འབིགས་ཅིག་ཞུས་ཡིན། ད་འདི་གྲོགས་ཀྱི་ཆ་སོན་བ་ཡིན་ན། ང་རང་ཚོ་མིའི་ཀླད་པ་གཅིག་པོ་ནང་ལོགས་ལ། ཨ་ནི་ཐེག་འབུམ་བརྒྱ་ཟོས་རེད། Billion བརྒྱ་ཟོས་རེད། རེད་བ། ཨ་ནི་ཤུགས་ཆེ་ཡང་ང་རང་ཚོ་གཟུགས་པོ་དེ་ཕྱུགས་ཀྱིས་གྲུབ་བཞག་རྒྱུ་རེད་གཅིག་པ་གཅིག་རྐྱང་ག་རེད། ཀླད་པ་དེ་གས་ཕྱུགས་ཀྱིས་གྲུབ་བཞག་རྒྱུ་རེད་ད་ཕྱུགས་མ་ཡིན་པའི་ཆ་ཇི་ཡོད་རེད་བ། དེའི་ནང་ལོགས་ལ་ཨ་ནི་ཚིལ་ཞགས་དེ་དཔེ་ཤུགས་ཆེན་པོ་རེད། ལ། ཆུ་མ་ཡིན་པའི་ཆ་སྣང་རོ་ནི་བརྒྱ་ཆ་དྲུག་ཅུ་ཙམ་དེ་ཚིལ་ཤག་གི་གྲུབ་ཆ་གྱུར་རེད། རོ་ཨ་ཚིལ་ཤག་ལ་དུས་དབྱིན་སྐད་ནང་ང་ཚོ Fat ལ་དེ་རོ་ཨ། ཨ་ནི་ཁོ་རང་ཀླད་དཔལ་གྱི་ཀླད་པ་དེ་ག་རེ་རེད་ང་ཚོ་གཟུགས་པོད་ཀྱི་ཆ་ཤས་ཆུན་ཆུན་ཅིག་རེད་དེ། ཨ་ནི་གཟུགས་པོའི་ནང་ལོ་ནི་ཟས་བཅུད་དང་འཚོ་རླུང་རེད་རོ་ཨ་སྲོག་འཛིན་རླུང་ལ་ན་རེད་འཚོ་རླུང་ལ་ན་རེད་དང Oxygen སྐད་ཆ་དེ། དེའི་གཟུགས་པོའི་ནང་ལོགས་ནི། བུ་ཆོས་མང་ཤོས་བཏང་ངེས་ཀྱི་ཆ་ཤས་ཀྱི་ཆ་སྟོད། རོ། ད་གཟུགས་པོའི་ནང་ལོགས་ནི་ང་རང་ཚོ། བརྒྱ་ཆ་བརྒྱ་ནི་ཟས་བཅུད་དང་འཚོ་རླུང་དེ་ཚོ་བརྒྱ་ཆ་ཉི་ཤུ། ཀླད་པའི་རང་གི་བུ་ཆོས་བཏང་འགྲོ། རོ། ད། ད་ལྟ་ངེད་ཀྱི་གཙོ་བོ་བརྙན་ཐུང་ནང་ལོགས་ལ་ཀླད་པའི་གི་ཆ་ཤས་དེའི་དེ། འདི་གི་དེ་ནས་རེད་ཅིག་ཕར་གྱི་དེ་ནིར་ཚུར་དེ་ནིར་གང་ལྟར་མང་པོ་བཤད་དེ་དེ་ང་རང་ཚོ་ཧ་གོ་དང་གོ་ལུགས་གཙོ་བོ་གཉིས་ཡོད་རེད་ད་དབང་རྩ་ཚེ་རིང་ནང་ལོགས་ལ་བརྟག་དཔྱད་བྱེད་དང་བྱེད་ལུགས་བྱོས་རོགས་དེ་ག་རེ། ཀླད་དཔལ་གྱི་ཆ་ཤས་ག་རེ་བྱེད་ལས་ག་རེ་གྱི་བསྟི་གནས་ཡིན་མིན་ལས་བྱོས་རོགས་དེ་ཚོ་ཧ་གོ་དང་དེ་གཙོ་བོ་གཉིས་ཀྱི་རྒྱུན་ཧ་གོ་རོགས་གཅིག་དུད་འགྲོའི་དབང་རྩ་ལ་ཀློག་དང་རྫས་ཀྱི་བརྟག་དཔྱད་རོགས་དུད་འགྲོ་སེམས་ཅན་རྣམས་ལ་དམིགས་བསལ་གྱི་རྩི་རྩི་དེ་ཚོ་གལ་ཆེན་པོ་ཆག་གོ་རོགས། ད་ཙི་ཙི་གི་ཀླད་པ་དང་དབང་རྩ་མ་ལག་ནང་ལོག་ལ་རྫས་འགྲོ་དང་ཡང་ན་ཀླད་པ་ཁོ་རང་ལ་གཤག་བཅོས་དེ་འདྲས་བཏང་བ་ལ་བརྟེན་ནས་ཨ་ནི་ཁ་གསོ་གོ་རེ། ང་རང་ཚོ་བྱེད་ལས་ལ་འགྱུར་བ་ག་འདྲས་ག་འདྲས་འགྲོ་གི་འདུག་ཤུགས་རྐྱེན་ག་འདྲས་ག་འདྲས་འཕྲད་ཀྱི་འདུག་འདུག་བྱས་ནས་ལྟ་སྟངས་གཅིག་བརྟག་དཔྱད་བྱེད་སྟངས་བྱེད་ལུགས་གཅིག་དེ་རེད། གཞན་པར་དེ་ག་རེད་ད་མི་དགྲ་བོ་གི་ཀླད་པ་ལ་ཡང་ཅིག་འདྲ་མི་འདྲ་དཔྱད་གཏུགས་དེ་འདྲས་བྱས་མེད་དུས་རེད་བ། ད། མིའི་གྲོགས་གཅིག་ལ་ཆ་མཚོན་ན་ཁོ་ཚོ་གི་གཙོ་བོ་ག་ཅོག་རེད་དབང་རྩ་ཚེ་རིག་པ་དེ་ཚོ་གི་ནད་པར་གྲུབ་པའི་དབྱེ་ཞིབ་ལ་རེད་དབྱེ་ཞིབ་ལ་དུས་གཙོ་བོ་ག་རེད་དབྱིན་སྐད་ནང་ལ་ང་ཚོ Observational Studies ལ་ཡོད་རེད་བ། Observational Studies ལ་སྡོད་སྐབས་སུ་ནད་པ་དེ་གི་ཀླད་པ་དང་དབང་རྩ་ལ་སྐྱོན་ཤོར་བ་ལ་བརྟེན་ནི་ནི་ཁོ་གི་གཤིས་སྤྱོད་ལ་ཁྱད་པར་ག་འདྲ་ག་འགྲོ་གི་འདུག་ཁོའི་གི་བྱེད་ལས་ལ་ཁྱད་པར་ག་འདྲ་ག་འདྲ་འགྲོ་གི་འདུག་ག་འདྲ་འདུག་ཅེས་དོ་སྣང་སྤྲད་ནི་ཚེ་རིག་པ་དེ་ཚོ་ག་རེད་ཟིན་བྲིས་རྒྱག་གི་རྒྱག་གི་རྒྱག་གི་རྒྱག་གི་སྡུག་བྱས་ནས་ཡང་སློབ་སྦྱོང་བྱེད་སྟངས་ཆགས་ལུགས་ད་གཙོ་བོ་སྡུག་བྱས་ནས་ད་ང་ཚོ་ཕ་ཇོ་དེ་དེ་ནས་རེད་གཉིས་དེ་ནས་རེད་ཚང་མ་ཤེས་ཐུབ་ཡས་དེ་སྡུག་ཆེ་ཡོང་གོ་རེད་བ། ད་མིག་གི་ཀླད་པ་ལ་ཡོངས་གྲགས་ཀྱི་ད་ང་རང་ཚོའི་ཆ་ཤས་འགྲོ་མ་སོང་ན་དབྱེ་བ་བྱེད་སྟངས་བྱེད་ལུགས་ཁ་ཤས་བྱོས་རེད་བ། ད་འདི་ནང་ལོགས་ནས་ཡོད་ན་མེད་ན་དེ་ད་ང་རང་ཚོ་ད་ལྟ་དེ་པར་རིས་ན་གསལ་བ་ཤེས་སོང

ད་གང་ལྟར་སྡིག་གི་ནང་གསེས་ལ་ཡང་སླེབས་པའི་ཆ་གཞི་དེ་ཚོར་ད་ང་ཚོ་འདུག་ཟུར་བྱས་ནས་རེ་རེ་གི་ངོ་སྤྲོད་བིགས་བིགས་བིགས་ཤིག་སྤྲོད་ཡིན་རོ། ཨ་ནི་དང་པོ་དེ། ད། དང་པོ་དེ་ག་རེ་རེད་ཀླད་ཆེན། རོ། ད་ཀླད་ཆེན་དེ་ལ་ལ་དུམ་ཆད་གཡས་གཡོན་གཉིས་ལ་ནི་གང་ལྟར་ང་རང་ཚོ་ཁ་ལ་ཡི་རྒྱོགས་ཀྱིས་ཁ་ལ་ལ་ལྟོས་སྐབས་སོ་བདུན་ནས་གཅིག་པུ་གི་ཁ་སྐད་ཆ་བཤད་དགོས་མ་རེད། སྤྱི་བཏང་ནི་ང་རང་ཚོ་ཕྱོགས་ག་བ་ནས་བཏང་ཡིན་ན་ཀླད་པད་ཀྱི་ཁ་ལ་ཡོད་རྒྱུག་གི་ཆ་ཤས་ཚང་མ་ག་རེ་ཆ་དེ་བ་རེད་ཀླད་ཆེན་ཆ་དེ་བ་རེད། ཨ་ནི་ཀླད་ཆེན་ལ་དུམ་བརྒྱད་གཡས་གཡོན་གཉིས་ཡོད་རེད། ཨ་ནི་ཀླད་ཆེན་དེ་ཁོ་ན་ཐ་སྙད་ནི་གསལ་བར་བཤད་སོང་ཀླད་པ་ཆེན་པོ་རྒྱ་ཁོན་གྱི་ཆ་ནས་སྐད་ཆ་བཤད་བ་ཡིན་ན་ཀླད་པད་ཀྱི་རྒྱ་རྒྱ་བདུན་ཅུ་ཙམ་རེད། ཨ་ནི་ཀླད་ཆེན་ཆ་དེ་བ་རེད། ཨ་ནི་དེ་ལ་ཆ་ཤས་མ་སོང་ན་བཞི་ཡོད་རེད། ཆ་ཤས་བཞི་དེའི་ག་རེ་ག་རེ་རེད་ཀླད་སྟབས་བཞི་ཡང་བྱས་ལ་བོར་རེད་བ། ད་ཀླད་སྟབས་བཞི་དེ་ད་གང་ལྟར་དབྱེ་དུམ་བཅད་དབྱེ་ཡུལ་གཉིས་དང་པོ་དེ་སྐད་ཆ་ཤེས་ཤག་ན་དུམ་བཅད་དབྱེ་ཡུལ་གཉིས་ལ་དུས་ད་འདི་ག་རེ་རེད་པར་རིས་དེ་སྒང་ནས་མང་ང་རང་ཚོ་པར་རྒྱག་རྒྱོག་རེད་བ། སྒང་ནས་མང་བལྟ་བ་ཡིན་ན་ནི་དུམ་བཅད་དབྱེ་བ་དུམ་བཅད་ཡོད་མ་སྲིད་ལ་གཉིས་ཡོད་དུམ་བཅད་དབྱེ་བ་དང་ཡོད་མ་ད་འདི་གི་ལས་ཀ་བྱེད་སྟངས་ཆ་ལུགས་ག་འདྲ་རེད་ང་ཚོ་གཟུགས་པོ་གཡོན་ཆ་ལ་ཡོད་རྒྱུ་གི་ཨ་ནི་དབང་པོ་ཡིན་ན་འདྲ་རྐང་ལག་ཡིན་ན་འདྲ་ག་འདར་གཡོན་ཕྱོགས་ལ་ཡོད་རྒྱུ་ག་རེ་ཡིན་པ་ནི་འདི་ཚང་མ་སྟངས་འཛིན་སུས་ཀྱི་བྱེད་སྒོ་རེད་ཀླད་པའི་གི་དུམ་ཆེ་དབྱེ་བ་གི་བྱེད་དུས་རེད་ཨ་གཅིག་པ་ཅན་ག་རེ་ཡང་གཡས་ཕྱོགས་ལ་ཡོད་རྒྱུ་ང་ཚོ་གཟུགས་པོའི་ཆ་ཤས་དང་དབང་པོ་མང་པོ་བརྗོད་ལ་འདི་ཚང་མ་རྐང་ལག་དང་བཅས་པ་ཚང་མ་ག་རེ་རེད་ཡང་གཡོན་གི་སྟངས་འཛིན་བྱེད་དུ་འདུག་བྱས་ནས་ཀླད་པ་ནང་ལོགས་ལ་ཕར་ཚུར། ཁོ་རང་ཚོ་གཡས་གཡོན་གཡོན་དེ་གཡས་ལ་གང་ལྟར་འདུག་བྱས་ནས་འགྲོ་བདེ་བོར་རོ། ད་མཐའ་མའི་མཐའ་འདོམས་དེ་ལ་ང་རང་ཚོ་མིག་ཅིག་བལྟ་བ་ཡིན་ན་རེད་ཨམ་ཅོག་ཅིག་ཉན་བ་ཡིན་ན་ཁ་རེད་དབྱེ་བ་དཔྱད་རྒྱུ་དང་ཁ་ཁ་ཁ་ཁ་མཐོང་བསྡད་དང་ཐོས་བསྡད་དེ་འདྲ་ཡོད་མ་རེད་བ། ཚང་མ་རྡོག་རྡོག་ཅིག་མཐོང་ཡོང་དགོས་རེད་མིག་གིས་བལྟ་བ་ཡིན་ན་ཨམ་ཅོག་གིས་མཉམ་དུ་གོ་ཡོང་དགོས་རེད། དེ་ཚང་མ་གོ་ཐུབ་བ་བྱ་ཡ་དེ་ག་རེ་རེད་ལ་དུས་ཀླད་སམ་ལ་ནི་ད་ལྟ་འདི་དཀྱིས་མ་ལ་མཐུད་སྦྱོར་བྱེད་མཁན་གྱི་ཆ་ཤས་བྱུང་རེད། ཁོལ་གྱི་ཁར་བཅུག་གོ་རེ་ཨ་ནི་ང་རང་ཚོ་གཡས་ཀྱི་ལ་གཡས་ལ་སྦྱོར་བསྡད་ཀྱི་གནས་ཚུལ་དང་གཡོན་ལ་སྦྱོར་བསྡད་གནས་ཚུལ་ཚང་མ་ཕར་ཕྱོགས་བསྒྲིགས་ཅིག་བྱས་ཕྱོགས་བསྒྲིགས་བྱས་བ་ལ་བརྟེན་ནས་ཨ་ང་རང་ཚོ་མིག་གིས་བལྟ་བ་ཡིན་ནའི་ཚང་མ་རྡོག་རྡོག་ཅིག་མཐོང་ཡ་ག་འདྲ་ཡོང་ཐུ་ཨེ་དེ་འདུག་ཟེར་ཡ་ང་རང་ཚོ་དབང་འཚོར་གྱི་གནས་སྐབས་ལ་མིག་ནང་ལོག་ནས་ཡ་གནས་ཚུལ་བྲོས་གཡས་བ་དང་གཡོན་མ་ལ་ཡ་དེ་ཚང་མ་ག་རེ་གཅིག་པ་ཡོད་མ་རེད། ཡར་འགྲོ་བའི་སྐབས་སུ་ལ་གཡས་གཡས་ཀྱིས་ཁོ་རང་ཁོ་རང་མཐོང་སྟངས་ཁ་ཁ་བྱོས་རེད་མིག་གཡོན་མ་གིས་ཡང་མཐོང་སྟངས་ཁ་ཁ་བྱོས་རེདའདུག་བྱས་ནས་ཡར་ཀླད་པ་ལ་འགྲོ་ནི་ཕྱོགས་བསྡོམས་ཅིག་རྒྱབ་ཨ་ང་རང་ཚོས་རྡོག་རྡོ་གཅིག་མཐོང་ཡ་དེ་འདུག་ཡོང་ཐུབ་དགོས་རེད་བ་ད་རྡོག་རྡོ་གཅིག་མཐོང་ཐོས་ལ་ཡང་ཀླད་བསམ་ལ་དེ་གལ་ཆེན་པོ་ཆགས་དགོས་རེད་འོ་ཡ་ད་ཀླད་སྟབས་བཞི་དེ་གར་ག་རེ་རེད་ཀླད་ཆེན་ལ་ཆ་ཤས་བཞི་ཡོད་རེད་བཞི་དེ་འདི་ཨ་ནི། གཅིག་དང་པོ་དེ་ག་རེ་འདོན་སྟབས་ད་འདི་གནད་འགག་ཆེ་ཤོས་ཀྱི་ཆ་དེར་ང་ཚོ་མིད་དྲོ་ཆགས་སོང་ན་ད་ང་རང་ཚོ་རྣམ་དཔྱོད་ཐག་གཅོད་འཆར་གཞི་དམིགས་བསལ་གཏིང་ཐོས་མང་པོ་ཞིག་བསྟན་བསྡད་ས་དེ་འདོན་སྟབས་རང་ལ་ཆ་དོར་ད་འདོན་སྟབས་འདི་ང་རང་ཚོ་སྐད་བརྡ་གི་དེ་ནས་ཆ་དོར་དེ་མ་ཡིན་པའི་འཆར་གཞི་བཀོད་པ་ཐག་གཅོད་བསམ་བློ་གཏད་རིང་པོ་བཏང་དགོས་དང་དགུ་སྐྱོགས་འདི་ཚང་མ་གི་དེ་ནས་ཆ་དོར་ར་ཨ་ནི། དེའི་རྗེས་ལ་གཙུག་ཐབས་ཟེར་གཙུག་ཐབས་ལ་དུས་ང་རང་ཚོ་གཙུག་ཐབས་ལ་དུས་དེ་ཆ་འཇོག་རེད་ཀླད་པའི་ཆ་ཤས་དེ་ལ། ད་གཙུག་ཐབས་དེ་གཙོ་བོ་ག་རེ་རེག་ཚོར། རེག་ཚོར་གྱི་གནས་ཚུལ་ཚང་མ་ཁ་སོར་བཏང་འཛིན་དང་བསྟི་གནས་དེ་སུ་ཆ་འདོད་རེད་གཙུག་ཐབས་དེ་ཆ་འདོད་རེད་ར། ད་ང་ཚོའི་འཚོ་བ་ཚ་གྲང་ན་ཟུག་དེ་མ་ཡིན་པའི་ཨ་ནི Pressure ལས་རུང་བ Pressure ལ་སྡུད་སྐབས་སུ་ང་ཚོ་གནོན་ཤུགས་དེ་གཅིག་སོ་སོའི་པགས་པ་དང་དེ་ཚོ་དེ་འདི་རིགས་ཀྱི་ཤུགས་ཆེ་ཆུང་ག་ཚོད་བསྣན་གྱི་ཡོད་མེད་ལ་ལྟོས་ག་ལ་འདི་ཚང་མ་ག་རེ་རེད་ཚོར་ཐུ་ཨེ་དང་རེག་ཚོར་གྱི་གནས་ཚུལ་ག་འདྲ་ཞིག་ན་འདི་ཚང་མ་གྱི་བསྟི་གནས་དེ་བཙུགས་ཐབས་བྱ་འདོད་དེའི་རྗེས་ལ་བརྟག་ཐབས་བརྟག་ཐབས་དེའི་གཙོ་བོ་ལས་ཀ་དེ་ག་རེ་རེད་ང་ཚོ་མཐོང་ཚོར་ལ་མཐོང་ཚོར་ལ་དཔེ་གལ་ཆེན་པོ་བྱ་འདོད་རུང་བ་མིག་མཐོང་ཨེ་ལ་ཨ་ནི་ན་ཏབས། ན་ཏབས་དེ་གཙོ་བོ་ད་གོ་རང་ཡང་ཐ་སྙད་ནི་སེའོ་ར་ན་ཏར་ལ་དུས་སྐབས་སུ་ང་རང་ཚོ་ཨ་མཆོག་གིས་ཐོས་ཚོར་སྐད་ཆ་ཞིག་རེད་བ། བྱས་ཙང་ཁོ་ཐོས་ཚོར་གི་ལྟེ་གནས་རེད་ཨ་ནི་མཉམ་དུ་མཉམ་དུ་ལ་ཡང་དྲན་པ་གི་ཆེད་དུ་ཡ་གྱལ་ཆེན་པོ་བྱ་དགོས་རེད་ད་ང་རང་ཚོ་ད་ལྟ་ག་རེ་རེད་ངེད་ཀྱི་ཀླད་པའི་གི་ཆ་ཤས་རེ་རེ་ངོ་སྤྲོད་བྱེད་ཡོད་སྐབས་སུ་ལ་དེ་དེ་གི་ལྟེ་གནས་རེད་དེ་དེ་གི་ལྟེ་གནས་རེད་ཤེས་ཤེས་ཡ་ཤེས་དགོས་རེད་ཏེ་དངོས་སུ་ང་རང་ཚོ། ཀླད་པའི་གི་ལས་ཀ་བྱེད་སྟངས་བྱེད་ལུགས་སྐབས་སུ་ལ་ཁོ་གཅིག་པོས་གི་འདི་ལས་ཀ་བྱེད་ཤའོ་བྱེད་ཁ་མ་ལེ་རོ་ད་ཡན་གནའ་དབབ་འདི་གཙོ་བོ་ཐོས་ཚོར་གི་བསྟི་གནས་རེད་ད་རེད་ཏེ་ཡང་གནའ་དབབ་གཅིག་པོ་གི་ཚང་མ་བྱེད་ཁོ་རེ་ལ་བྱེད་ཁོ་མ་རེད་དུས་ཁོ་རང་གི་དུས་མཉམ་ལ་ཅིག་ཀླད་པའི་གི་ཆ་ཤས་གཞན་པ་མང་པོ་ཅིག་གི་ཡང་གྲོགས་བྱས་ནས་ལས་ཀ་བྱས་ཡས་དང་མང་པོ་ཅིག་ཡོད་རེད་ཚང་མ་དེབ་ཅིག་ལ་ཚང་ཡོད་དུས་ཨེ་ནི་གཞི་ནས་ཨམ་ཅོག་ཡག་པོ་ཐོད་ཐུ་ཡས་དང་དུར་ཆ་ཡས་དེ་དུར་ཆ་དོག་རེད་རོ་ཡིན་པ་ཡིན་ན་ཡང་ད་ཆ་ཤས་མང་པོ་ཅིག་ཡོད་ཡས་ཡོད་རེད་དེ་ནང་ལོགས་ནས་ད་གཙོ་བོ་ལས་ཀ་བྱེད་མཁན་ཅིག་དེ་སུ་ཆ་དེ་འོ་རེད་གནའ་དབབ་དེ་ཆ་དེ་རེད་བྱས་ཙང་ད་ད་གནའ་དབབ་གི་དེ་གནའ་དབབ་དེ་ཐོད་ཚོར་གི་དེ་ནས་རེད་རེག་ཚོར་རེག་བྱ་གི་ཨ་ནི་གནས་ཚུལ་གང་ཟག་བྲེལ་བ་ཆགས་ས་དེ་རྩུག་ཐབས་རེད་ལ་ནས་འདི་རེད་རེད་ཤེས་དེ་ག་རེ་རེད་ཁོ་ལས་ཀ་བྱེད་མཁན་གཙོ་བོ་གཅིག་ཆགས་འདུག་ར་གཞན་པ་ཡང་ག་རེ་དངོས་གནས་ཚུལ་ལ་སླེབས་པའི་ཆ་ཤས་མང་པོ་ཅིག་ལས་ཀ་བྱེད་འདུག་ར་དབང་ཚོར་གྱི་གནས་ཚུལ་ག་འདྲས་ཅིག་ཡིན་པ་ཡིན་ན་ད་འདི་རྗེས་ལ་ང་རང་ཚོ་སླད་ཕྱིན་གྱི་ཡོད་ནང་ལོ་ནས་འདི་རྗེས་ལ་ཚོ་ལྟ་མ་དེ་ཚོ་ལྟ་མ་དེ་ག་རེ་རེད་ལ་དུས་ང་རང་ཚོ་བསྟན་འཛིན་གྱི་དྲན་པ་དེ་བྲལ་བ་ཡོད་རེད་བསྟན་འཛིན་གྱི་དྲན་པ་ཟེར་ལ་དུས་གར་སྐད་ཆ་ཤོ་བོ་རེད་དུས་ཡུན་རིང་པོ་ནས་གནས་ངེས་ཀྱི་དྲན་པ་རེད་དཔེར་ན་ཁྱོད་རང་ཕ་ཡུལ་གོ་བ་ནས་ཡིན་པ་ཁྱེད་རང་མིང་ག་རེ་ཡིན་པ་པ་ལའམ་ལའི་མིང་ག་རེ་རེད་གང་ལྟར་དེ་འདྲའི་རིགས་ཀྱི་དྲན་པ་འདི་ཚང་མ་ག་རེ་དུས་ཚོད་རིང་པོ་རིང་ང་རང་སུ་གནས་སྐོར་ལ་དེ་ཚོ་ལ་བསྟན་འཛིན་དྲན་པ་ད་འདི་གི་ལྡོག་ཕྱོགས་དེ་ག་རེ་ཡུལ་འཛིན་གྱི་དྲན་པ་ཡུལ་འཛིན་གྱི་དྲན་པ་ལ་དུས་འཁོར་ཐ་སྙད་ནང་གསལ་བ་ཤེས་སོང་ག་རེ་དུས་ཚོད་ཐུང་ཐུང་ཅིག་ནང་ལ་མ་ཤི་མར་གནས་ངེས་ཀྱི་དྲན་པ་རིགས་དེ་རོ་ད་ད་ལྟ་དང་པོ་ག་རེ་རེད་ང་རང་ཚོ་གནས་ཚུལ་ག་འདྲ་ཅིག་ན་ཚང་མ་ག་རེ་ཡུལ་འཛིན་གྱི་དྲན་པ་ཆགས་ཏེ་འོར། ཡུལ་འཛིན་གྱི་དྲན་པ་དེ་གར་ཞིག་རེད་ད་སོ་སོ་ལ་ག་ལེ་ག་ལེ་གལ་གནད་ཆེ་ཡ་ཡིན་ངེས་ཀྱི་གནས་ཚུལ་དེ་ཚོ་ག་རེ་ག་ལེ་ག་ལེ་བར་གཏན་ཚིགས་ཀྱི་དྲན་པ་ལ་བར་འགྱུར་འགྲོ་གོ་ར་སོ་སོ་ལ་འབྲེལ་བ་ཆ་ཤུགས་ཆེ་ཡ་ཆགས་ངེས་རེད་སོ་སོ་ལ་དེས་གལ་ཆེ་ཡ་ཆགས་ངེས་ཀྱི་རེད་གནས་ཚུལ་དེ་ཚང་མ་ག་རེ་ག་ལེ་ག་ལེ་གཏན་ཚིགས་ཀྱི་དྲན་པ་ཆགས་འགྲོ་གོ་ར་ད་གཏན་ཚིགས་ཀྱི་དྲན་པ་ཡུལ་འཛིན་གྱི་དྲན་པ་དེ་གཏན་ཚིགས་ཀྱི་དྲན་པ་ལ་བར་འགྱུར་རེག་གི་ཆ་ཤས་ཡོད་ན་མེད་ན་ཅིག་ཆགས་འདོད་ད་ཚོ་ལྟ་མ་ལེ་དེ། བྱས་ཙང་ཁོ་དྲན་པ་གི་ཆེད་དུ་དཔེ་གལ་གནད་ཆེན་པོ་ཞིག་ཆགས་འདུག་རེད་ཆ་ཤས་དེ། དེའི་རྗེས་ལ་ཁམས་སྲིད་ལས་ཤོར་ཟེར་ད་ཁམས་སྲིད་ལས་ཤོར་དེ་ག་རེ་རེད་ང་རང་ཚོ་སེམས་མྱོང། མྱོང་ཚོར། དེ་གི་བསྟི་གནས་དེ་ཆགས་འདུག་རེད་དེ་ནང་ལོགས་ནས་དམིགས་བསལ་གི་ག་རེ་རེད་ཨ་ནི་ཁོང་ཁྲོ། འཇིགས་སྣང། ཆགས་པ། དེ་ཚོ་གསུམ་གི་བསྟི་གནས་ཆགས་འདུག་རེད། རེད་བ། ད། སྤྱི་བཏང་གི་ང་ཚོ་སེམས་མྱོང་སྐད་ཆ་བཤད་པའི་སྐབས་སུ་ཡང་ཀླད་པ་འདི་ནང་ལ་ཁྱོད་རང་ཚོ་བསམ་བློ་གར་བཏང་འོས་ལ་དུས་འདི་ཆ་ཤས་གཅིག་རང་ལ་རག་ལས་དེ་ངས་དེ་ནས་ཅིག་མ་རེད། སེམས་མྱོང་ལ་ཡོད་སྐབས་སུ་དཔེ་རྙོག་རྙོག་འཛིན་དཔེ་ཆེན་པོ་རེད་བ། ཨ་ནི་ནང་ལོགས་ལ་ང་རང་ཚོ་ད་འདོད་ཀྱི་ཀླད་པའི་ཆ་ཤས་མང་པོ་ཞུགས་ཀྱི་ཡོད་རེད། ཁམས་ཚིག་ལས་ཤོར་ཡོད་རེད་དེ་མ་ཡིན་པ་ག་རེ་རེད་ཡང་ན་ང་ཚོ Cingulate Cortex། ལས་ད་ལྟ་གང་ལྟར་ཨེ་འདས་ཀྱི་ཀླད་པའི་ཆ་ཤས་མང་པོ་བྱས་ཡོད་རེད་བ། ཨ་ནི་ཀླད་ཞབས་རྩ་མདུད། ད་ཀླད་ཞབས་རྩ་མདུད་དེ་ལ་ཡང་ག་རེ་རྩ་མདུད་བ་ཞིག་ལ་དུས་ནང་ལོགས་ལ་ཆ་ཤས་ནང་གསལ་གྱི་ཆ་ཤས་མང་པོ་བྱས་ཡོད་རེད་བ། ད་གང་ལྟར་ཁོ་གཙོ་བོ་འབྲེལ་བ་ཆགས་ས་དེ་ག་རེ་རེད་ང་ཚོ་གོམས་འདྲིས་དང་གོམས་གཤིས་འབྲེལ་བ་ཡོད་རེད། གོམས་འདྲིས་དང་གོམས་གཤིས་ལ་བསྟུན་ང་རང་ཚོ་མི་རེ་ངོ་རེ་ལ་སོ་སོ་དགའ་མོས་བྱས་ཀྱི་བྱ་བ་རིགས་དང་གོམས་གཤིས་འདྲ་མི་འདྲ་མང་པོ་བརྗོད་ར་བ། འདི་ཚང་མ་སླེ་ཐུ་ཨེ་དེ་སུད་ཀྱི་བཀའ་དྲིན་རེད་ལབ་བ་ཡིན་ན་སླེ་ཤབ་ཚ་དུའི་བཀའ་དྲིན་རེད་ར་བ། ད་ང་ཚོ་གཟི་མེན་དང་སྨན་རྫས་རིགས་དེ་ཚོ་ལ་ཁ་ཤས་ཉེ་ལང་ཤོར་རེད་བརྗོད་ར་བ། འདི་གའི་འབྲེལ་བ་ཆགས་ས་དེ་སླེ་ཤབ་ཚ་དུས་རེད། ད། ཉེ་ལང་ཤོར་སྟངས་ཤོར་ལུགས་དེ་ག་འདྲའི་ཤོར་གོ་ལབ་བ་ཡིན་ན་གཟི་མེན་དེ་ཚོ་བེད་སྤྱོད་བཏང་བ་ལ་བརྟེན་ནས་བདེ་བ་ཤུགས་ཆེན་པོ་ཞིག་སྐྱེ་ཡོང་གོ་ར་བ། ཨ་ནི་བདེ་བ་དང་འབྲེལ་བ་ཡོད་སྐྱོར་གྱི་བསྟི་གནས་དེ་གོ་བ་ན་ཡོད་རེད་སླེ་ཤབ་ཚ་དུས་ན་ཡོད་རེད། ད་བདེ་བ་ཤུགས་ཆེན་པོ་ཞིག་སྐྱེས་ཡོང་དུས་ཀླད་ཤ་བཙའ་དུས་ན་ཨ་ནི་ཁྱོད་ཀླད་ཤ་བཙའ་དུས་ཀྱི་རང་བཞིན་གྱི་གོ་བ་གར་ལེན་གོ་རེ་ཨ་ལས་འདི་ལས་ཀ་འདི་བྱེད་ཡོད་སྐབས་སུ་ཟི་མེད་འདི་བེད་སྤྱོད་བཏང་བའི་སྐབས་སུ་ལ་ང་ལ་བདེ་བ་ཤུགས་ཆེན་པོ་ཞིག་སྐྱེ་གི་འདུག་བྱས་ཙང་འདི་དྲན་པ་ཉར་དགོས་ཀྱི་རེད་ཤག་འདི་གོམས་གཤིས་འཇགས་དགོས་ཀྱི་རེད་ཤག་ལན་གང་ལྟར་ཟི་མེད་རིགས་དང་སྨན་རྫས་རིགས་ལ། ཐ་མ་ཉེས་བརྡ་དང་དེ་ཚོ་ལ་ཉེས་ལངས་ཤོར་རས་ལས་སླ་བོ་དང་སྟབས་བདེ་བོ་ཆགས་ཡ་དེ་འདུག་བྱ་བར་རོ། ད་གཙོ་བོ་གཟུགས་པོའི་ནང་ལོགས་ལ་ཁོ་བྲེལ་བ་ཆགས་ས་དེ་འདི་ལ་ཆགས་འདུག་རོ་གོམས་གཤིས་དང་གོམས་འདྲིས་ལ་རོ། ད་ཀླད་ཆེན་གྱི་དུད་པའི་དུམ་རྗེས་དེ་ཚ་བར་བྱེད། ད་བར་གྱི་བུར་ཆ་ལ་ནི་གཙོ་བོ་གཉིས་ཡོད་རེད་རོ། དེ་ཚང་མ་ཡང་ག་རེ་ད་འདོད་བདུན་ལས་ཀྱི་ཆ་ཤས་ཆགས་འདུག་རོ། ད་བར་གྱི་བུར་ཆ་ལ་དེ་ག་རེ་བྱེད་དང་མཁའ་ལ་ཡོད་མགྱོགས་ཀྱི། བདུན་ལས། བདུན་ལས་ནང་ལུགས་ལ་དང་ཆ་ཤས་གཙོ་བོ་གཉིས་ཡོད་ལས་ཅན་གྱི་བསྡུས་པའི་དུམ་བཅད་བར་གྱི་བུར་བྱ། ལས་ཅན་གྱི་བསྡུས་པའི་དུམ་བཅད་ལ་དུས་ག་རེར་ཁ་ལ་ཡོད་རྒྱུགས་ཀྱི་ཆ་ཤས་གང་ཚར་དང་ཁ་ལ་ཡོད་རྒྱུགས་ཀྱི་ཆ་ཤས་དེ་ཚོ་མ་བཏོན། བཏོན་ཚར་བའི་རྗེས་ལ་དང་ནང་ལུགས་ལ་ནི་བདུན་ལས་ཀྱི་ཆ་ཤས་ཁ་ཤས་ཀྱི་ལྷག་དོན་རེད། ད་འོ་འདི་ཚོ་ཆ་དོན་བར་གྱི་བུར་བྱས་ལ་དེ་གཙོ་བོ་རྡོག་རྡོག་ད་ག་རང་ལ་བོར་རེད་བ། ད་སླེ་སྦུག་ལ་དེ་ག་རེ་རེད་ཨ་ནི། དབང་ཚོར་གྱི་གནས་ཚུལ་བརྒྱུད་གཏོང་བྱེད་མཁན་གྱི་ས་ཁུལ་ལ་རེད། ད་བརྒྱུད་གཏོང་བྱེད་མཁན་གྱི་ས་ཁུལ་ལ་དུས་གཙོ་བོ་ག་རེ་སྐད་ཤེས་བ་རེད་ལབ་བ་ཡིན་ན། སྤྱི་བཏང་གི་དབང་ཚོར་གཟུགས་འདྲ་ཁྲི་རོ་རེག་བྱ་གང་འདྲ་འདི་ཚང་མའི་གི་གནས་ཚུལ་དེ་དང་པོ་ཡ་སླེ་པ་ན་ཡ་སླེ་འོང་དུས། གི་བ་འབྱོར་ས་དེ་དང་པོ་དེ་ག་བ་ཆགས་འདོད་རེད་སླེ་སྦུག་ཆགས་འདོད་རེད། ཨ་ནི་སླེ་སྦུག་ནི་ག་རེ་ཅིག་རེད་ཨང་ཁོ་རང་འབྲེལ་ཡོད་གི་ས་ཁུལ་ག་བ་ཆགས་ཡོད་ན། ད་དཔེར་ན་མིག་གྲོ་བཅས་ཡིན་པ་ཡིན་ན་མཐོང་ཚོར་གྱི་གནས་ཚུལ་ཡིན་ན་ནི་རྟགས་ཐབས་ལ་འགྲོ་གི་རེད་ཨ་ནི་ཐོས་ཚོར་གྱི་གནས་ཚུལ་ཡིན་ན་རྣ་ཐབས་ལ་འགྲོ་གི་རེད་གང་ལྟར་འོ་དེ་གི་སླད་བུ་ན་ལ་ཡ་དང་པོ་སླད་གནས་ཚུལ་གང་ཚར་གང་ལྟར་དབང་ཚོར་གྱི་གནས་ཚུལ་ཡ་སླད་དེ་ནི་སོ་སོ་སོ་སོ་འབྲེལ་བ་ཆགས་ས་གི་ས་ཁུལ་ག་བ་ག་བ་ཡིན་དེ་ལ་ཕར་ཚུར་རྒྱུ་གཏོང་བྱེད་ངེས་ཕར་ཚུར་ཏག་ཏག་བཏང་ངེས་བྱོས་རོགས་དེ་གི་ཆ་ཤས་དེ་སླད་བུ་ཆ་དོར་དེ་སླད་བུ་འོག་མ་དེ་ཨ་ནི་དཔེ་ཡང་གཅིག། གལ་གནད་ཆེ་བའི་པའི་ས་ཁུལ། ཀླད་པའི་ཆ་ཤས་ཀྱི་ཆ་དུར་ཡན་ཁོ་ཆ་ཤས་དང་པའི་ཆུ་འཇུ་བྱེད་རེད་ཏེ། ཁོས་ཀྱི་ལས་ཀ་དེ་པའི་གལ་གནད་ཆེན་པོ་ཆེ་རུ་བ། ད་ཁོ་རང་གཙོ་བོ་འབྲེལ་བ་ཆགས་ས་དེ་སྤྱིར་བཏང་རང་འགུལ་མ་ལག་ཟེར་ནས་ང་ཚོ་ཀེར་ཤེར་རང་འགུལ་དབང་རྩ་མ་ལག་ཟེར། རང་འགུལ་མ་ལག་ལ་དུས་གཙོ་བོ་གར་ཀེར་ཤེར་འོག་རེད་སོ་སོའི་ཐོག་སོ་སོའི་ཐག་གཅོད་བྱེད་མུག་བའི་ཐོག་ནས་གཟུགས་པོའི་ནང་ལ་དབང་པོ་གལ་གནད་ཆེ་བའི་དབང་པོ་མང་པོ་བཞུར་ཅིག་ལས་ཀ་བྱེད་དེ་འོར་ད་སོ་སོར་སྐྱེ་བ་གནས་གཅིག་གཞི་ཞིག་པ་དང་དཔེར་ན་ཁོག་པ་ནང་ལོགས་ལ་ང་རང་ཚོ་གཅིག་ཕོ་བ་ནང་ལོགས་ལ་ཁ་ལག་འདི་ཚོ་བཞུར་རན་ཡིན་ན་འདྲ་དེ་འདི་མ་ཡིན་པའི་དབུགས་གཏོང་ལེན་སྙིང་གི་འཕར་ལྡིང་གང་ད་འདི་མང་པོ་དེ་འདྲའི་འགྲོ་བ་ལས་ཀ་མང་པོ་བཞུར་ཅིག་རེད་དབང་པོ་མང་པོ་ཅིག་གང་ད་འདི་ཚང་མ་ལས་ཀ་ཅིག་ཤུགས་ཆེ་རུ་བཏང་གོ་ཐུབ་ལས་ཀ་འཐད་རུ་བཏང་གོ་ཐུབ་ཤུགས་རྐྱེན་སྤྲད་མཁན་གྱི་བསྟི་གནས་ཡོད་ན་མི་འདི་དེ་སུ་ཆ་སྡོད་རེད་ལེ་བུ་འོག་མ་ཆ་སྡོད་རེད་ད་ལེ་བུ་འོག་མ་འགྲོ་ཅིག་ཆ་སོན་ན་ཁོའི་གར་ཆུ་བོ་རེད་ལེ་བུ་འོག་མ་ནི་རྫས་དམིགས་བསལ་དེ་འདྲ་ལོས་རེད་རྫས་དེ་ཚོ་གློད་བ་ལ་བརྟེན་ནི་ཨ་ནི་ནང་ལོགས་ལ་གར་སོག་རེད། ཅིག་ང་རང་ཚོ་གློ་བ་མཆིན་པ་མཁལ་མ་ནི། འཕོ་བ། དེ་ཚོ་ཚང་མ་གི་བྱེད་ལས་དེ་ག་རེད་ཤུགས་ཆེ་རུ་བཏང་འོ་དོད་དེ་རུ་བཏང་འོ་དོད་གང་ལྟར་དེ་ཚང་མ་རྫས་དེ་གི་ག་ཅིག་རེད་ཤུགས་རྐྱེན་སྤྲད་དགོས་རེད་ར་བ། དེ་ལ་བརྟེན་ནས་ནི་གཟུགས་པོ་བསྐྱར་གསོ་བྱེད་དགོས་ཡོད་མེད་དབུགས་གཏོང་ལེན་ཤུགས་ཆེ་རུ་བྱེད་དགོས་ཡོད་མེད་ཁ་ལག་བཞུ་རས་དེ་ཤུགས་ཆེ་རུ་བཏང་འོ་ཡོད་ན་ནི་ཡང་ན་གྲོ་གོ་ལྟོ་བས་ཁ་སྐོ་མེད་དེ་མ་ཡིན་པས་ནི་གཟུགས་པོ་འཚར་ལོངས་བྱེད། ད་གང་ལྟར་འདི་ཚང་མ་གི་ཨ་ནི་ཆབ་གསང་དང་འདི་ཚོ་ཚང་མ་ཁ་ལོ་རེད་ཟོག་པུ་གཙང་མ་བཟོས་གི་བྱེད་ལས་དེ་ཚོ་ཁ་སོག་རེད་ཤུགས་ཆེ་རུ་བཏང་དགོས་མེད་གང་ལྟར་སྡུག་ཆེ་ནི་ལས་ཀ་མང་པོ་ཅིག་སླེ་བུ་འོང་མོད་ཀྱི་ཤུགས་རྐྱེན་སྤྲད་དེ་ཅི་ཆ་འདོད་རོ། རང་ཁུལ་མ་ལག་ལ་ཤུགས་རྐྱེན་སྤྲད་ངེས་ཡོད་ན་མིན་ན་དེ་སླེ་བུ་འོང་མ་དེ་ཆ་འདོད་རེད་ད་དེ་མིན་པས་ཨ་ནི་ཡང་གཉིས་ལ་གལ་ཆེན་པོ་ཞུགས་ཅི་ཆ་འདོད་རེད་ཨ་མཉམ་དུ་བརྩེ་བ་ལ་བརྩེ་བ་ལ་ཡོད་སྐབས་སོ་སོ་སོ་ཕ་མ་བུ་ཕྲུག་དགའ་བོ་དགའ་མོ་དེ་འདྲའི་སྐབས་སུ་ལ་ཕག་ཆུ་སྙིང་ཉེ་བོ་བྱས་སྙིང་ཐག་ཉེ་བོ་བྱས་ཨ་ནི་བརྩེ་བ་ལས་འདི་ཚང་མ་ལ་ཡང་སླེ་བོའི་འོང་སླེ་བུ་འོང་མ་ནི་ཡང་འཕྲིན་པ་དེ་འདྲའི་དམིགས་བསལ་འདི་ལོས་དེ་སྔོན་ལ་ངས་བརྙན་ཐུང་དང་པོ་ནང་ལོ་ལ་དབང་ཟེར་འཕྲིན་པས་དེ་འདྲའི་ངོ་ངོ་སྤྲོད་བྱས་ཡོད་རེད་བ། ཡང་འཕྲིན་པ་དེ་འདྲའི་ལོས་ཡོད་རེད་བ། བྱས་ཙང་ཨ་ནི། འདུ་བྱེད་དག། འདུ་བྱེད་ནི། བདུན་ལས་དེ་ཚར་བར་བྱེད་རོ། བདུན་ལས་ཀྱི་རྗེས་ལ་ནི། བར་ལས་དེ། ད་བར་ལས་ཀྱི་ལས་ཀ་དེ་གཙོ་བོ་དེ་ག་རེ་འབྲས་དུས་ཀྱི་ས་དགུ་རེ། ག་རེ་ག་རེ་འབྲེལ་བ་བཟོ་དགོས་རེ་ཁོད་ཀྱི། བདུན་ལས་དང་རྒྱབ་ལས་དེ་རིང་ནི་འབྲེལ་བ་བཟོ་ངེས་ཀྱི་ས་དགུ་དེ་ཆ་དོད་རེ་རོ། ཨ་མཉམ་དུ་ལ་ཡང་ཁོ་དགུ་སྐྱོར་ལ་ཡང་ཁོ་ལས་ཀ། གཏོགས་གཏོགས་སུ་འབྲེལ་བ་ཅིག་ཆ་དོད་རེ་ཡིན་པ་ན་གཙོ་བོ་དེ་ག་རེ་ཁོ་འབྲས་དུས་ཀྱི་ས་དགུ་དེ་རེ་རོ། མཐུད་སྦྱོར་བྱེད་ངེས་ཀྱི། ས་ཁུལ་དེ་ད་འདི་བྱས་ལ་རྒྱབ་ལས་ད་རྒྱབ་ལས་ནང་ལོར་ནི་ཨ་ནི་གལ་གནད་ཆེ་བའི་ས་ཁུལ་ཡོད་ན་མེད་སྤྱི་བཏང་ཀླད་པ་ཁོ་རང་ནང་ལོར་ནི་ཆ་ཤས་གལ་གནད་ཆེ་ཤོས་ཅིག་ཆགས་འདུག་ར་བྱས་ཙང་ད་ཐ་སྙད་གོ་ར་ལ་ཀླད་རྙིང་ཟེར་ནས་བཏགས་བཞག་འདུག་ཨ་ད་འདི་ལ་ས་རྙིང་ར་རྙིང་གཉིས་ཀ་ལ་གོ་བ་ལེན་ཡོད་རེད་ས་རྙིང་འདི་གི་གཙོ་བོ་ག་རེ་རེད་རྙིང་ཕོ་སི་ལ་དེ་རེད་བ་ཨ་ནི་ར་རྙིང་འདི་ཡང་རྙིང་པ་གི་ལྕགས་ལ་གསར་རྙིང་ལ་ཡིན་རྙིང་པ་ཡི་གེ་བྱ་དུས་རོ། ད་ས་སྙིང་འདི་ད་ད་འདི་ལ་ས་སྙིང་འདི་བྲིས་འདུག་ས་སྙིང་འདི་གོ་བ་གར་ལེན་ཡོད་རེད་སྙིང་པོ་ལགས་བའི་རྒྱུ་མཚན་དེ་ག་རེ་རེད་ལབ་བ་ཡིན་ན། ཁོ་ག་རེ་རེད་ང་རང་ཚོ་ཀླད་པད་ཀྱི་རྒྱ་ཁོན་གྱི་ཆ་ནས་སྐད་ཆ་བཤད་ན་བརྒྱ་ཆ་བཅུ་ཙམ་མ་ཞིག་མ་རེད་ཀླད་པད་ཀྱི་རྒྱ་ཁོན་ནང་ལོགས་ནི་ཀླད་སྙིང་འདི་བརྒྱ་ཆ་བཅུ་ཆ་ཡོད་རེད་ཡིན་པ་ཡིན་ན་དབང་རྩ་ཕྲ་གཟུགས་ཀྱི་གྲངས་འབོར་སྐད་ཆ་བཤད་བ་ཡིན་ན་ཀླད་སྙིང་འདི་ཀླད་པའི་ཆ་ཤས་གཞན་པ་ཚང་མ་དང་བསྡུར་བ་ཡིན་ན་མང་ཤོས་ཆ་ཡོད་རེད། རུ་བ། གྲངས་འབོར་འདི། དེའང་ཁོ་ལ། དབང་རྩ་ཕྲ་སུག་གི་གྲངས་འབོར་དེ་འདྲའི་མང་པོ་ཡོད་དགོས་རྒྱུ་མཚན་ག་རེ་བྱས་ནས་རེད། རུ་བ། ཡོད་དགོས་རྒྱུ་མཚན་དེ་གཙོ་བོ་ག་རེ་རེད་ཁོས་ཀྱི་ལས་འགན་ནི་ག་རེ་གུ་སྐྱོག་ཚུལ་སྒྲིགས་ལ་རེད། ད་སྤྱི་ཏང་གི་གུ་སྐྱོག་གི་དཀའ་ལས་ས་ཚང་མ་གོ་བ་ནི་ལས་འགོ་རེད་མདུན་ཐབས་ནི་ལས་འགོ་རེད། རུ་བ། མདུན་ལས། མདུན་ལས་ནང་ལོག་ནི་མདུན་ཐབས་ཡིན། ད་མདུན་ཐབས་ནི་ལས་འགོ་རེད་དེ། ཐ་མའི་མཐའ་འདོམས་དེ་ལ་ཐ་དཀའ་དེ་ལག་ལེན་ཅིག་བསྟར་དགོས་ར། ལག་ལེན་བསྟར་རེ་ལ་གཟུགས་པོ་ནང་ལོག་ལ་ཤ་གནད། ཡང་ན་ཤ་གྲིམ། ཡང་ན་མ་སོགས་ལ་རོ་ཨེན་སྐྱེས་ན། གང་ལྟར་ཤ་གནད་དང་ཤ་གྲིམ་བརྒྱ་ཕྲག་མང་པོ་བཅོས། ད་བརྒྱ་ཕྲག་མང་པོ་དེ་ག་རེ་ཏག་ཏག་ཏག་ཏག་སྟངས་འཛིན་གྱིས་མ་ཕྱིན་ན། རོ་ཨ་སུའི་དང་པོ་དགུ་སྐྱོ་བཏང་འོས་སུའི་གཉིས་བ་དགུ་སྐྱོ་བཏང་འོས། དེས་ཏག་ཏག་ཅིག་མ་གསོས་བ་ཡིན་ན་ཨ་ནི། ང་རང་ཚོ་དགུ་སྐྱོ་གི་ལས་ཀ་མང་པོ་ཞུ་ཅིག་ཉམས་འགྲོ་གི་རེད་རོ་ཨ་བྱས་ཙང་ད་ཀླད་རྙིང་གི་ལས་ཀ་གཙོ་བོ་ག་རེ་དགུ་སྐྱོ་ཚུལ་ཁྲིགས་ལ་དུས་བཀག་ཀླད་སྐྱོ་དེའི་ད་ཚུལ་སྒྲིག་ལ་ནི་ཚང་མ་སུས་ཀྱི་ཤ་གནད་ག་རི་ག་རི་གི་ལས་ཀ་དང་པོ་བྱེད་དགོས་གཉིས་བ་སུས་བྱེད་དགོས་དུས་མཉམ་ལ་ག་དུས་བྱེད་དགོས་ཡོད་མེད་ད་འདི་ཚང་མ་བཏང་འཛིན་དང་དོ་དམ་བྱེད་མཁན་དེ་སུ་ཆགས་ཡོད་རེད་ལེ་སྙིང་བ་བྱས་ཙང་ཁོ་གད་ངལ་ཆེན་པོ་ཆེ་ད་ར་སྙིང་ལ་སྦྱོར་བ་དེ་ག་རེ་ལ་དུས་སྤྱིའི་ཆ་ནས་ང་རང་ཚོ་དུད་འགྲོ་སེམས་ཅན་ཡིན་ན་འདྲ་མི་ཡིན་ན་འདྲ་གང་ལྟར་ང་ཚོ་འཕེལ་འགྱུར་ལ་ནི Evolution ནང་ལ་ཡར་དལ་འགྲོ་བ་ཡིན་ན་ཨ་ནི་ཀླད་པའི་གི་ཆ་ཤས་སྙིང་ཤོས་ཅིག་གས་ཆགས་ཡོད་རེད་ར་ཁོ་རང་བྱས་ཙང་ར་སྙིང་གི་གོ་བ་དེ་ཡོད་རེད་ད་ད་ལྟའི་ཆ་ལ་གསར་རྙིང་གི་སྐད་ཆ་ད་འདི་གི་དཔེ་མཚོན་དུ་བཤད་བ་ཡིན་ན་ང་རང་ཚོ་ད་ནམ་རྒྱུན་གུ་ཀྱོག་གི་ལས་ཀ་འདྲ་མི་འདྲ་མང་པོ་འབྱོར་ད་དེ་ལ་ངས་འབད་བརྩོན་གཉིས་ཏེ་རྒྱུག་ཤ་གློད་ཡས་ན་འདྲ་གོམ་པ་རྒྱག་ཡས་ན་འདྲ་ག་ཅོག་རེ་ང་ཚོ་གཟུགས་པོའི་ནང་ལོགས་ལ་ཤ་གནད་ཤ་གྲིམ་མི་འདྲ་བ་དགུ་བཅུ་གོ་དགུ་ལས་ཀ་བྱེད་འདོད་རེད་ད་དེ་ཚོ་ཚང་མ་ཀླད་རྙིང་མེད་བ་ཡིན་ན། དགུ་སྐྱོར་ཏག་ཏག་བཏང་ཐུ་ཨེ་གོམ་པ་ཏག་ཏག་རྒྱག་ཐུ་ཨེ་རྒྱུག་ཤ་ཏག་ཏག་གློད་ཐུ་ཨེ་གང་ལྟར་འདི་ཡི་བྱེད་ལས་ཚང་མ་ལ་ཉམས་ཆག་འགྲོ་ཞིག་རེད་བ་གཅིག་པ་ཞིག་ཀྱང་ད་ཨ་མཆོག་ཉན་ཡན་འགྲོ་ཆ་སོང་བས་ན་ང་ཚོ་དམིགས་བསལ་དགུ་སྐྱོར་བཏང་བ་ཞིག་རྩིག་མར་བ་ཡིན་པ་ནས་ཨ་མཆོག་ནང་ལོགས་ལ་ཡང་ཤ་འགྲིམ་ཤ་གནས་མ་སལ་པས་ཆུང་ས་ཆུང་ས་ཁྲ་བོ་དེ་འདྲ་མང་པོ་བཞུགས་ཡོད་རེད་ད་དེ་འདྲའི་བཞི་བཅུ་ཕ་ཚོ་འགུལ་བ་ལ་བརྟེན་ནས་ཨ་ནི་ང་རང་ཚོ་ཨམ་ཆོས་ཏག་ཏག་ཐོས་ཐུབ་ཡས་དེ་འདུག་བཞོན་འདུག་རེད་བ་ད་གང་ལྟར་འདི་ཚང་མ་ཀླད་རྙིང་ལ་བརྟེན་འདུག་ད་འདི་རྗེས་ལ་རྒྱབ་ཀླད་ནང་ལོག་ནས་ཟམ་ཤུན་ལ་ནས་ཞེན་པ་བརྗོད་རེད་བ་ད་ཁོས་ཀྱི་ལས་འགན་འདི་གཙོ་བོ་ག་རེ་རེད་ལབ་བ་ཡིན་ན་ད་ཁ་སོག་རེད་གཉིས་ཀྱི་གནས་སྐབས་ལ་ཡང་ཁོ་གལ་ཆེན་པོ་ཞུ་ཅིག་བྱ་འདོད་རེད་ད་འདི་དངོས་ལ་ངས་བརྙན་ཐུང་དང་པོ་དེ་ནང་ལོག་ལ་གད་པ་ལ་ནས་འདི་སྐད་ཆ་བཤད་འགོག་སྡོམ་རང་བཞིན་གྱི་དབང་ཟེར་ཁྲིམས་པ་ཟེར། བ། ད་རྫས་དེ་ལོས་ས་ཡོད་ན་མེད་ན་གཅིག་གོ་བ་ནི་ཆ་དེའོ་རེད་བསམ་ཤུན་གཉིས་གནས་སྐབས་ལ་རེད་གཞན་པ་ཚང་མ་སྐྱེ་འཆི་ཤེས་བ་མ་རེད་བསམ་ཤུན་ལ་དེ་གཉིས་གནས་སྐབས་ལ་ལོས་ས་ཡོད་ན་མེད་ན་རེད་བྱས་ཙང་གཉིས་གནས་སྐབས་ལ་བསམ་ཤུན་དང་དེ་ཚོ་ནང་ལོགས་ལ་གས་པ་ལོས་བ་ལ་བརྟེན་ནི་ང་རང་ཚོ་གཉིས་ཏག་ཏག་ཁུལ་དུ་བས་ད་དེ་ཚང་མ་འདུག་ཆ་དེའོ་རེད་བ། ད་བསམ་ཤུན་ལ་ནི་ཐ་སྙད་ནང་ལོགས་ལ་བསམ་པ་ལ་དེ་འདྲའི་སྐྱེ་འཆི་ཤེས་བ་རེད་ད་དེ་ག་རེ་རེད་ལ་བ་ཡིན་ན་ཡང་ང་ཚོ་ཀླད་གཞུང་ལ་ནི་རྒྱབ་ཀླད་ཀྱི་ས་ཁུལ་མང་པོ་ཅིག་དང་ཡང་བདུན་ལས་ཀྱི་འབྲེལ་བ་བྱེད་རྒྱུ་རེད། ད་འདི་ལ་བར་ལས་ཀྱི་འབྲེལ་མཐུད་ཅིག་བྱེད་དགོས་རེད། དེ་མ་ཡིན་པར་ཡང་འབྲེལ་བ་བཟོས་ངེས་ཡོད་ན་མེད་ན་ཅིག་སུ་ཆགས་འདོད་རེད་བསམ་ཤུལ་འདི་ཆགས་འདོད་རེད། བྱས་ཙང་ཁོ་གལ་ཆེན་པོ་ཆགས་དགོས་ཅིག་འོ་དེ་རེད་བསམ་ཤུལ། ད་ད་མའི་མཐའ་འདོམས་ལ་སྦྱོང་ཆུན་ཟེར་ནས་ད་འདི་དངོས་ལ་ཀླད་པོ་འོག་མ་གིས་ད་ད་ང་ཚོ་རང་ཁུལ་དབང་རྩ་མ་ལག་ཟེར་ནས་སྐད་ཆ་ཅིག་བཤད་རེད། རང་ཁུལ་དབང་རྩ་མ་ལག་གིས་སྟངས་འཛིན་བྱས་ཏེ་མང་པོ་བྱོས་རེད། དཔེར་ན་གཟུགས་པོད་ཀྱི་གལ་གནད་ཆེ་བའི་དབང་པོ་མང་པོ་རང་བཞིན་གྱིས་ཁོ་རང་ཁོ་རང་ཐག་གཅོད་བྱེད་མི་དགོས་ཐུག་ནས་ལས་ཀ་བྱེད་དེ་དཔེར་ན་གློ་བ། སྙིང། མཆིན་པ། མཁལ་མ། ཨ་ནི་རྒྱུ་མ། གྲོ་གོག་གང་དག་འདི་ཚང་མ་གྱི་བྱེད་ལས་དེ་སྐྱེ་བ་ནས་ཤི་ཤི་བར་ཞིག་འགྲོ་བདེ་བོ་ར། ད་འདི་ལ། དེ་ཚོ་གྱི་བྱེད་ལས་ལ་ཤུགས་རྐྱེན་སྤྲད་ངེས་དེ་སུ་བྱ་བདེ་བ་རེད་ལས་ཀ་ཤུགས་ཆེ་རུ་བཏང་བ་འདུག་དེ་རུ་བཏང་དུ་ཤུགས་རྐྱེན་སྤྲད་ངེས་དེ་སུ་རེད་ལེགས་པོ་འོང་མ་རེད། ཡིན་པ་ནི་ནམ་བཞག་རྒྱུན་ལྡན་དུ་སྟངས་འཛིན་བྱེད་མཁན་དུས་སུ་ཆ་དེ་བ་རེ་སྦྱོང་ཆུན་དུ་ཆ་དེ་བ་རེ་བྱས་ཙང་ད་རང་ཁུལ་མ་ལག་ལ་བསྡུ་སྐབས་སུ་ད་ལྟ་དེ་ངེད་ཀྱི་དབང་པོ་གལ་གནད་ཆེ་ཡ་ཁ་ཤས་ཀྱི་བྱེད་ལས་དེ་ད་དཔེ་མཚོན་རེད་དེའི་མ་ཡིན་པའི་ང་རང་ཚོ་ཆུང་ཙང་ནས་ཁ་ལག་ཅིག་མི་འགྱུར་སྟངས་འོད་ན་ཡ་ཁ་རེད་མིག་པ་ནང་ལོག་ལ་ཤ་གྲིམ་མང་པོ་བཞུར་རྗེས་རེད་ནི་ཨལ་གདོང་རྒྱལ་དེ་མ་ཡིན་པ་ང་ཚོ་ཧབ་སྤྲི་རྒྱལ་གང་ད་འདི་ཚང་མ་འབྲེལ་བ་ཆ་ས་དུས་སུ་ཆ་དེ་བ་རེ་སྦྱོང་ཆུན་ལ་ང་རང་ཚོ་བྱེད་ལས་ཙག་ཙིག་ཁ་ཤས་དེ་ཚོ་དེ་ཚོ་ཡ་ཚང་མ་ག་རེད་འབྲེལ་བ་ཆ་ས་དེ་རེད་འདུག་བྱས་ནས་ག་རེད་ད་ང་རང་ཚོ་མདུན་ལས་བར་ལས་རྒྱབ་ལས་འདི་གི་ངོ་སྤྲོད་མདོ་བསྡུས་དེ་འདུག་སྤྲོ་བྱས་ལ་སོ་ཐུ་ཆེ་ན།